རིན་པོ་གཉིས་པ་དེ་ང་ནང་པའི་ཆོས་པ་ཞིག་རེད་ཆོས་པ་ཞིག་པའི་ངོས་ནས་ད་འཛམ་བུ་ལི་འདི་གང་ལ་ཡོད་བསྡད་པའི་ཆོས་བརྒྱུད་གཙོ་ཆེ་བ་ཅིག་ལྟ་གྲུབ་ཡོད་པའི་ཆོས་བརྒྱུད་ཚང་མ་ལོག་གི་བྱམས་བརྩེ་ཉམས་ལེན་གཅིག་གྱུར་གསུངས་འདུག་ག་ཡེ་ཤུའི་ཆོས་པ་ཡིན་ནའི་འདྲ། མུ་སི་ལིམ་ཆོས་པ་ཡིན་ནའི་འདྲ། འཇུའུ་ཡིན་ནའི་འདྲ། ཨ་ནི་རྒྱ་གར་འཕགས་པའི་ཡུལ་གྱི་ད་རིས་སུ་མ་ཆད་པའི་ད་ཆོས་བརྒྱུད། ཚང་མ་ལོག་གི། བསླབ་བྱ་གཙོ་བོ་དེ། ཚ་བ་མེད་པ་ད། ཨ་ནི་བྱམས་བརྩེ། ཚ་བ་ལྟར་སིལ་བུ་བཙའ་ནས་བྱམས་བརྩེ་ལ་བསྐུར་དུ་ཡོང།

བྱམས་བརྩེའི་ཉམས་ལེན་ཡོང་བ་ལ་ཡང་འགལ་རྐྱེན་ཁོང་ཁྲོ་རེད། དེ་འདྲ་ཡིན་དུས་ཚང་ནས་བཟོད་པའི་ཉམས་ལེན། ད་ག་ནི་ཞིག་ཞིག་གཞན་གྱི་གནོད་པ་བྱས་པ་ཡིན་ན་ཡང་དེ་ལ་ཅིག་འཁོན་འཛིན་མི་བྱེད་ཡ། Forgiveness། ཟ་དེ་ཚང་མ་གཅིག་པ་རེད་དོ། ལྟ་གྲུབ་མི་འདྲ་བ་ཡང་རེད། ལྟ་གྲུབ་མི་འདྲ་བ་དེ་ཡིན་དུས། མིའི་ཁམས་དང་མོས་པ་མི་འདྲ་བ་ལ་ལྟ་གྲུབ་མི་འདྲ་བ་གོ་རོགས། ས་དེ་ནས་ཡིན་དུས་ས་ནས། བསམ་བློ་ཐོག་ཞག་པོ་བཏང་བ་ཡིན་ན་འཛམ་བུ་གླིང་གི་ཆོས་བརྒྱུད་གཙོ་ཆེར་ཡིད་དུ་ཚང་མ་ལོ་བསླབ་བྱ་གཅིག་གྱུར་རྒྱག་གི་ཡོད་རེད། ལྟ་གྲུབ་མི་འདྲ་བ་དེ་དགོས་མཁོ་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་ས་ནས། གཅིག་གིས་གཅིག་ལ་གུས་བརྩི་བྱེད་ཡ་དང། གཅིག་གིས་གཅིག་ཉམས་མྱོང་སྤེལ་རེས་བྱེད་ཡ། དེ་འདྲ་ཞིག་གི་ཐོག་ནས་ཆོས་ལུགས་མཐུན་སྒྲིལ་བྱེད་ཐུབ་ཀྱི་རེད།

ཆོས་པ་ཡིན་པའི་ངོས་ནས་འབད་རྩོལ་བྱ་དགོས་རེད། གུས་བརྩི་ཐུར་བུར་བྱ་དགོས་རེད། ས་དེ་འདྲ་ཡིན་དུས་ས་ནས་ཨོ་ད་འཛམ་བུ་གླིང་གི་ཆོས་ལུགས་རིས་སུ་མ་ཆད་པ་ཅིག་ཚང་མ་ལོག་ཐུག་དོན་ཁྲིམས་གཙང་གི་བྱུང་སྣང་གསར་པའི་རེ་བ་དང། ང་རང་ཚོ་གཅིག་གིས་གཅིག་གི་གནས་ཚུལ་གསལ་པོ་ཤེས། རྒྱུ་མཚན་ཡག་པོ་ཅིག་བསམ་ཐོངས་པ་ཡིན་ན།